ད་ད་ནི་དེ་ཞི་རྒྱུ་ཞི་གཉིས་པ་དེ་གི་མིང་དེ་རྗེས་སུ་རྣམ་རིག་གི་རྟོག་པ་ཟེར་དེ་མི་འདྲ་རྗེས་སུ་རྣམ་རིག་གི་རྟོག་པ་ཟེར་དེ་ག་རེ་ལ་གོ་བ་ཟེར་ན་རྗེས་རྣམ་རིག་དང་ལྡན་རྟོག་ནི་བདག་ཉིད་ཅི་ནས་གཞན་དག་གི་ཡོན་ཏན་བདོག་པའི་རྣམ་པ་ཡིས་བླ་མར་བྱེད་པར་འགྱུར་སྙམ་པའོ། ཚུལ་བཅུ་དང་གཅིག་པ་རབ་ཀྱི་རེ། ཡིན་ན་ཡང་རང་གི་ཡོན་ཏན་བདོག་པའི་སྒོ་ནས། ཡོན་ཏན་དེ་སྤྱད་དེ་རང་ལ་བདོག་པའི་ཡོན་ཏན་དེ་སྤྱད་དེ་གཞན་དག་གིས་གཤིན་པའི་སྒོ་ནས། གཞན་དག་གིས་ག་འདྲས་བྱས་ནས་རང་ལ་ཡ། བླ་མར་བཟུང་ཡོང་སྙམ་པའི་རེ་བ་བྱས་ནས་ཡོན་ཏན་བདོག་པ་དེ་ལ། ད་ཕལ་ཆེར་དེ་གཟུགས་ཡོད་པ་འདྲ། རྗེས་སུ་རྣམ་རིག་རྟོག་པ། བདག་གཞན་ལ་རྗེས་སུ་ཆགས་པ་ཟད་དེ། དེའི་འོག་མ་སྟེ། ཞེས་རྒྱུ་བཞིས་གསུངས་པ་སྟེ། གཞན་རྗེས་ཆགས་དང་ལྡན་པ་ཡི་རྣམ་རྟོག་གང་ཡིན་གཞན་དག་ལ་ཆགས་དང། གཞན་གཅིག་པའང་བུད་མེད་ག་འདྲས་བྱིན་པ་ཡིན་ན་ཡང། གང་ཟག་དང། རྫས་ལ་སོགས་པ་ག་འདྲས་བྱིན་ནས་གཞན་ལ་ཆགས་པ་སྟེ། སྤྱི་དང་གི་ཆགས་པ་དེ་གཅིག་པར་བྱེད་ཡིན་ས་རེད། རྣམ་རྟོག་གང་ཡིན་གཞན་དག་ལ་ཆགས་དང། དག་དེ་ནས་ཞི་ཞི་བ་གནོད་སེམས་དེ། གནོད་སེམས་རང་མ་བསླབ་པ་བཅས་གནོད་སེམས་རིག་པ་དེ་ནི་བསླབ་བྱ། གནོད་སེམས་རིག་པ་ནི་ཕན་དང་མི་ཐེམ་མི་ཕན་མི་སེམས་པའོ། བྱ་བ་ག་འདྲས་བྱས་ན་གཞན་ལ་ཕན་གྱི་ཡོད་དམ་ཕན་གྱི་མ་རེད་དེའི་ཐོག་ལ། རྟོག་དཔྱོད་མི་ཞུ་བ་དེ་ལ་གནོད་སེམས་རིག་པ་ཟེར་གྱི་ཡོད་ཡིན་ས་རེད་ཕན་དང་མི་ཐེམ་མི་སེམས་པ། མི་དགའ་བསྟན་པ་མེད་པའི་ཡིད། ཞེས་ལྔ་པ་བསྟན་པ་མེད་པའི་ཡིད་ཟེར་ཡ་དེ། ཡིད་མི་དགའ་བ་ཡིད་མི་དགའ་བ་ཡིད་ཙམ་བསྟན་པ་མེད་པ་སྦྱོར་འགྲོ་ཡ། མཐའ་དཔྱོད་གཅིག་ཏུ་མེད་པ་དེ་འདྲས་ཅིག་ལ་བསྟན་པ་མེད་པའི་ཡིད་ཟེར་ཡོད་ས་རེད། དེ་ནས་ཞེ་དྲུག་པ་དེ་འདོད་པའི་རྙོག་པའི་ཡིད་དེ་ལ་རྙོག་པའི་ཡིད་ཟེར། འདོད་པའི་འདོད་ཆགས་ཀྱིས་ཀུན་ནས་སློང་བའི་ཀུན་ནས་ཉོན་མོངས་པའི་ཡིད་དེ། དང་པོ་མེད་པ་བཅས་རྙོག་པ་ཡིན་ཙང་དེ་འདྲ་བའི་རྙོག་པའི་ཡིད་དེ་ལ་ཡིད་རྙོག་པ་ཟེར་གྱི་ཡོད་ས་རེད། གཞི་མཐུན་པ། སྙུང་པ། ཟེར་ཡ་དེ་ལས་ལུས་སྙུང་སྙུང་པ་དེ་རེད་སྙུང་ལས་ཟེར་ཡ་ཅིག་འདུག་ཨང། སྙུམ་ལས་པ་སྙུམ་ལས་པ་ཟེར་ཡ་དེ་ལས་ལུས་ཅན་ཡིན་པས། སྙུག་པ་བརྩོན་འགྲུས་མེད་པའི་ལུས། རྗེས་ལུས་དོན་གྱི་ལས་ལུས་ཡིན་དོན་ལ་ཡ་ད་ལས་ལུས་དང་གཅིག་པ་རེད་གསུངས་པ་རེད། སྙུག་པ་ཟེར་ཡ་དེ་མིང་གིས་བཏགས་པ་ཙམ་མ་གཏོགས་དོན་ལ། ལས་དོན་ལ་རྗེས་ལུས་པ་ཡིན་ཙང་རྗེས་ལུས་ཀྱི་ལས་ལུས་དང་གཅིག་པ་རེད་གསུངས་པ་རེད། ད་ཞི་བྱེད་པར་འགྱུར་བ་སྟེ་འགྱུར་བ་ཉོན་མོངས་དབང་གིས་ནི་ལུས་དང་ཁ་ནི་འགྱུར་བའོ། ཉོན་མོངས་པ་དྲག་པོའི་དབང་གིས་རང་གི་ལུས་ཀྱི་རྣམ་འགྱུར་དག། དེ་ནས་ཁ་གི་གཟུགས་ལ་སོགས་པ་འགྱུར་ནས་རྣམ་པར་རིག་བྱེད་མི་སྡུག་པ་རྣམ་པར་རིག་བྱེད་མི་མཛེས་པ་བསྟན་པའོ་དེ་འདྲའི་ཕྱིར་ལ་ཡང་འགྱུར་བ་ཟེར་གྱི་ཡོད་རེད།

བྱིན་དབང་ཞི་དྲག་གོང་པ་ཡིན་ན་ཨ་ནི་སེམས་ཤིན་ཏུ་མང་བ་སེ་ཡ་དེ་ལས་ཡག་གི་ཉིན་འགའ་ཡོད་པ་ཅི་རེད། བསྟན་འཛིན་དགོན་པའི་སྐབས་ལ་ཡ་བྱིན་རྒོད་ངོ་མ་བྱིན་པ་བྱས་ནས་ཨ་ནི་བྱིན་དབང་ཕྲ་མོ་བསགས་པ་དེ་འདྲ་ཡིན་ན་སེམས་ཤིན་ཏུ་མང་བ་སེ་ནས་སེམས་དེ་དཔལ་ཞི་བ་ཕྱི་མ་དམར་པོ་ཆགས་ནས་གོ་རྒྱུ་འཚོགས་རྒྱུ་མེད་པ་རེད་འགྲོ་ངེས་ཁྱོད་ར་ལྷག་པར་དུ་ད་རེས་སང་ཉིན་དེང་རབས་ཀྱི་སྨྱོན་འགྱུར་གྱི་རྫས་སྦྲགས་དེ་འདྲ་ཟེར་བ་ཡིན་ན་ཨེ་ལེས་དྲི་ཟེར་ཡག་ད། དེ་ཚོའི་གྲས་ཀྱི་ཐ་མ་མི་དེ་ག་འདྲས་ཀྱི་བཟོ་བ་སོན་སེང་ཤིན་ཏུ་དམའ་བ་བཟོ་བྱ་དགོས་རེད། དེ་ནས་ང་སྐྱིད་པ་འདོད་པ་ལས་འདོན་པ་ཟེར་ཡ་དེ་འདོད་པའི་ཡོན་ཏན་ལྔ་ལ་དོན་དུ་གཉེར་བ་དེ་འདོད་ནུས་ཟེར་ཡ་དེ་ཡོངས་གྲགས་དེ་རེད། སྤྱི་བཏང་ནས་འདོད་འདུན་ཟེར་ཡ་དེ་ག་པ་ཡོང་གི་ཡོད་ནས། འདོད་པའི་ཡོན་ཏན་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་ལྔ་ལ་དོན་དུ་གཉེར་བ་དེ་ལ་འདོད་པ་དོན་དུ་གཉེར་བ་ཟེར་ཡ་དེ་རེད། དེ་ནས་ང་གཉིས་པ་གནོད་སེམས་དེ།

དོན་མ་ཡིན་པ་འབྱུང་ཟིན་པ་དང། འབྱུང་བཞིན་པ་དང་འབྱུང་བར་འགྱུར་བ་དེ་བཅས་ལ་དོགས་པར་བྱེད། འོ་དེ་འདྲའི་དེ་ལ་ནི་གཞན་ལ་གནོད་པའི་སེམས་དེ་འཇུག་སྒོ་ལས་བྱུང་བ་ཡིན་ཅེས་པ་རེད་གཞན་ལ་གནོད་པའི་སེམས་འཇུག་སྒོ་དེ་ལྟར་འཇུག་སྒོ་འདི་རྣམས་ལ་མ་གྲངས་ཀ་བརྒྱ་བཞག། བདག་དང་བདག་གི་གྲོགས་པོ་དང་བདག་གི་དགྲ་ཡི་ཕྱོགས་ལ་དུས་གསུམ་དུ་བདག་དང་བདག་གི་གཉིས་ལ་གནོད་པ་བྱས་སོ་སྙམ་དུ་བྱེད་པར་འགྱུར་རོ་སྙམ་དུ་བྱས་སོ་བྱེད་དུ་བྱེད་པར་འགྱུར་རོ་སྙམ་དོགས་པ་གསུམ་བསྐྱེད། བདག་གི་དགྲ་ལ་ཕན་བཏགས་སོ་འདོགས་སུ་འདུ་བར་འགྱུར་རོ་སྙམ་པ་གསུམ་བསྐྱེད་དེ་ནི་བདག་དང་གཞན་དང་བདག་དང་དགྲ་དང་གྲོགས་པོ་དེ་གསུངས་ན་མ་དགོས་ཤཱཀྱ་དུས་སྐབས་ལ་གནོད་སེམས་སྐྱེ་ཡག་གི་འཇུག་སྒོ་འདི་གསུངས་པ་རེད་བ་དེ་འདྲས་ཀྱིས་ལ་གནོད་སེམས་བསིལ་བ་རེད། ང་གསུངས་པ་རྨུགས་པ་ཟེར་ཡག་དེ་ལུས་སེམས་ཅི་ཕྱིར་ལས་བྲལ་བ་གང་ཡིན་པ་དེ་ནི་རྨུགས་པའོ་ཟེར་ནས་བྱིང་རྒོད་རྨོངས་གསུམ་གྱི་ནང་ཚན་གྱི་རྨོངས་པ་དེ་ཕལ་ཆེན་དག་ཁ་ཅིག་བ་ཞག་ཞེས་འབྲི་དགོས་རེད། བསྟན་འཛིན་གྱི་སྐྱོན་དེ་ལ་བྱིང་བ་དང་རྒོད་པ་དང་རྨོངས་པ་གསུམ་ཞེས་དགོས་རེད་པ། དེ་འདྲ་བ་དེ། ལུས། ལྗིད་ཁོག་ཚ་པོ་བྱེད་ཡ་དང། སེམས་ལྗིད་ཁོག་ཚ་པོ་བྱེད་ཡ་ལུས་དང་སེམས་གཉིས་པོ་དེ་ལྗིད་ལྷང་མིན་བྱས་ནས། བྱ་བ་ལ་འཇུག་མི་ནུས་པ་བྱ་བ་བྲལ་བ། ལས་ཀ་བྱེད་ཡ་ལ། ལེ་ལོ་དང། བརྗེད་ལུགས་ཡོང་ཡ་དེ་འདྲས་དེ་ལ་ཡ། དེ་ཟེར་དགོས་རེད་རྨོངས་པ་ཟེར་དགོས་རེད། ར་མ་ཏཱ་མ་ཞུ་མ་ཀ་སཱ་སྨུག་སའི་སྨུག་པ་དེ་རེད། ནང་རུ་ཡོད་པ་དེ་མ་རེད། སྨུག་པོ་བཅས། ད་གཉིས་ནི་གཉིས་བཅས་ཡོངས་གྲགས་ཀྱི་གཉིས་དེ་བཅས། གཉིས་ཟེར་ཡ་དེ་སྲིང་ཆུང་གཅིག་རེད་མངོན་པ་མི་ཟེར་བ་གཅིག་གི་སྲིང་ཆུང། དེ་གང་གི་ཧ་གོ་དགོས་རེད་པ། ད་དགོས་པ་ཟེར་ཡ་དེ་ལུས་དང་སྲིང་རབ་ཏུ་མ་ཤི་བ། ལུས་དང་སྲིང་གཉིས་ཀྱང་རབ་ཏུ་མ་ཤི་བ། བྱས་པ་ཡིན་ཙང་དགོས་པ་དེ་བྱིང་རྒོད་རྨོངས་སྲུང་གི་ནང་ཚན་གྱི་དགོས་པ་དེ་ཕལ་ཆེར་བཞག་ན་འགྲིག་གི་བ་རེད། ལུས་མ་ཤི་བར་བྱས་པ་དང་སྲིང་རབ་ཏུ་མ་ཤི་བར་བྱས་པ། ཟས་ཀྱི་བརྒྱ་པའི་ལུས་སེམས་རབ་ཏུ་མ་ཞི་འོ་ཟེར་འདྲི་བ་རྣམས་དེ་གསུངས་ཤག་དེ་ཟས་ཀྱི་བརྒྱ་པ་རྐྱང་རྐྱང་དགུ་དགུ་ཨ་ཡུ་དེ་མ་ཡིན་པའི་སྐབས་ལས་དགུ་བ་ཡོང་སྲིད་ཀྱི་རེད་གསུངས་འདུག་ད་འཇུ་བ་ཟི་ཡ་དེ་འཇུ་བ་ངན་པར་བྱེད་ལ་འཇུ་བྱེད་བརྡུང་བ་ལས་བྱུང་བའོ་འཇུ་བ་ཟི་ཡ་དེ་རང་གི་ལས་ངན་པར་བྱེད་པ་ལ་མི་དགེ་བ་བྱེད་ནས་ཕྱིས་ནས་འཇུ་བས་བརྡུང་བ་བྱ་བ་བྱས་ཟིན་པའི་རྗེས་ལ་སེམས་ཀྱི་ནང་ལ་མི་སྐྱིད་པ་ཡོང་ཡ་དེ་ལ་འཇུ་བ་ཟི་ཡོ་རེད་ད་དེ་མཚུངས་ནས་བདེན་པ་བཞི་ལ་དམིགས་པ་དང། བདེན་པ་གཉིས་ལ་དམིགས་པ་དང་དཀོན་མཆོག་གསུམ་ལ་དམིགས་པའི། བློ་རྣམ་པ་གཉིས་ཡོད། བློ་རྣམ་པ་གཉིས་སི་ཏུ་ཀ་ར། ཡོད་རེད་ཡོད་མ་རེད་སམ་ཐག་མ་ཆོད་པའི་ཆེད་ཡིན་པ་རེད་ཡིན་པ་མ་རེད་སམ་ཐག་མ་ཆོད་པའི་ཡིན་ནམ་མིན་ནམ་ཡོད་དམ་མེད་དམ་སྙམ་པའི། གཟུངས་གཉིས་དེ་ལ། བློ་རྣམ་པ་གཉིས་ཡོད་པ་དེ་ལ་ཐེ་ཚོམ་ཟིན་ལབ་གི་རེད་བྱས་པ་རེད། འོ་ད་དེ་ཡན་ཆད་ཀྱིས། ཉེས་པ་འབྱུང་བའི་གཞི། ལྔ་བཅུ་ང་བདུན་ཏེ། ཉོན་མོངས་དང། ཉོན་མོངས་ཀྱི་བྱེད་ལས་ལ་སོགས་པ་རྩེ་ལྔ་བཅུ་ང་བདུན་ཏེ་མ་གྲངས་ཀ་བརྒྱད་བཅས་པའོ། དེ་སྤྱད་དེ། དེ་དག་བྱང་ཆུབ་སེམས་དཔའི་སྤང་ནི་དོན་མ་རྟོགས་ཡུན་དུ་འགགས་ལ། བྱང་ཆུབ་སེམས་དཔས་གོང་དུ་བཤད་པའི། སྐྱོན་གྱི་གཞི་ལྔ་བཅུ་ང་བདུན་ཏེ་དག་སྤང་དགོས་དགོས་རེ་ཨེ་ན། ལྷག་པར་དུ་བྱང་ཆུབ་སེམས་དཔའ་རབ་ཏུ་བྱུང་བ་ཡིན་ན་གདོན་བཙུན་ཅན་གྱིས་ལྷག་པར་སྤང་གདོན་བཙུན་ཅན་སེལ་ཡ་སྟེ་བྱང་ཆུབ་སེམས་དཔའ་རབ་ཏུ་བྱུང་བ་རྣམས་ཀྱིས། ངེས་པར་དུ་སྤང་དགོས་ཀྱི་རེད་ཅེས་པ་རེད། ད་དུས་ཀྱི་ས་བཅད་སྤྱི་རྫོགས་ནས། དེ་ནས། དེའི་གཞུང་མ་དེ་ལ་དེ་རེད། ཡོན་ཏན་སྦྱིན་སོགས་བདུན་ལ་བསླབ་པར་གདམས་པ་ཟེར་དེ་རེད། ཡོན་ཏན་དེ་ལ་ཡང་སྦྱིན་པ་ལ་སོགས་པའི་ཆོས་བདུན་དེ་ལ་བསླབ་དགོས་རེད་ཟེར་ནས་དེ་གདམས་པ་དེ་རེད། ཉེས་པ་དེ་རྣམས་དང་བྲལ་ན་ཡོན་ཏན་རྣམས་ལ་བདེ་བླག་བསྟེན། ཉེས་པ་དེ་སྤྱད་དེ་སྤང་ཐུབ་པ་ཡིན་ན་དབྱེ་ནས་ཡོན་ཏན་དེ་སྤྱད་དེ་རང་གི་འགྲུབ་ཡ་ལ་དཀའ་ལས་མེད་པར་བྱས་ནས་བདེ་བླག་ཏུ་བསྟེན་ཐུབ་པ་འབྱུང་གི་རེད། དེ་ལ་བྱང་ཆུབ་སེམས་དཔའ་ཡི་ཡོན་ཏན་མདོར་བསྡུས་བསྟན་པ་ནི། བྱང་ཆུབ་སེམས་དཔའི་ཡོན་ཏན་མདོར་བསྡུས་ནས་བསྟན་པར་བྱ་བ་དེ་ག་རེ་ཞེ་ན། སྦྱིན་པ་དང་ཚུལ་ཁྲིམས་དང་བཟོད་པ་དང་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་བཅས་དྲུག་བཅས་དེ་ག་ལ་སྙེད་ཀྱིས་ཁྱབ། ད་སོགས་ཁོང་ན་ལ་འདྲིས་པ་ན་ལས་གལ་མི་འདུག་སྙེད་ཀྱིས་སོགས་སོགས་ཁོང་ཟེར་ཡ་དེ། གཏམ་མ་ཐམས་ཅད་མ་བསྡུས་པ་རེད་ཟེར་ལབ་ན་འགྲིག་མེད་འགྲོ། དེ་མ་གཏོགས་སྙིགས་ལྗིད་ལས་གཞན་པའི་གྲངས་ཀ་བརྒྱ་ཡ་གཞན་པ་གས་རྒྱ་འགྲིལ་དང་བོད་འགྲིལ་གཉིས་ཆ་རྣམས་བསྟན་མི་འདུག། དེ་ཙམ་དུ་མ་ཟད་པའི་ས་བཅད་ཀྱི་ནང་ལ་ཡོན་ཏན་བདུན་གྱི་ངོ་བོར་བྱས་ནས་བསྡུ་ཟེར་ལབ་ཡོད་རེད། སྦྱིན་སོགས་ཡོན་ཏན་བདུན་བསྟན་པ་ཟེར་ལབ་དུས་སྐབས་བདུན་ལྟ་ག་རང་གྲགས་ཀ་འགྲིག་འདུག་རེད། སྦྱིན་པ་ལ་སོགས་པ་དྲུག་དང་དེ་གང་ལ་སྙིགས་ལྗིད་བརྒྱབ་པ་དེ། ཨ་དེ་རེད་དེ་བདུན་པོ་དེ་རེད། ད་དེའི་ངོ་བོ་དེ་ག་རེ་འདྲས་སུ་རེད་ཅེ་ན། སྦྱིན་པ་རང་ནུར་ཡོང་གཏོང་བ་སྦྱིན་པ་དེ་རང་གི་ནོར་ཡོད་པ་དེ་བྱས་ཏེ་གཞན་ལ་གཏོང་བ་དེ་བྱེད་ཚུལ་ཕྲིན་གཞན་ཕན་བྱའོ་ཚུལ་ཕྲིན་ཟེར་བ་དེ་གཞན་ནུས་བཞི་དང་བཅས་པ་ལས་ལོག་པ་ཡིན་ཙང་གཞན་ལ་ཕན་པར་བྱ་བ་ཚུལ་ཕྲིན་བཅས་བཟོད་པ་འཁྲུ་བ་སྤངས་པ་དེ་བཟོད་པ་ལ་མང་པོ་ཡོད་པའི་ནང་ནས་གཙོ་ཆེ་བ་དེ་ཁོང་ཁྲོ་སྤང་བ་དེ་བཟོད་པ་དེ་རེད་བརྩོན་འགྲུས་དགེ་ལ་བཀྲུ་བ་གཉིས་བརྩོན་འགྲུས་ཟེར་ཡ་དེ་དགེ་ལ་བཀྲུ་བ་དེ་རེད་མ་གཏོགས་མི་དགེ་བ་ལ་དཀའ་ལས་བརྒྱབ་བསྡད་ཡ་དེ་བརྩོན་འགྲུས་མ་རེད་སྡུག་རུས་ཟིག་རེད་དེ་ལ། ཁ་བཤད་དགེ་བ་ལ་སྨིན་བཀྲུ་བ་བྱེད། རྩེད་མོ་རྩི་ཡ་དང་དྭགས་སྐྱབས་ཡ་དང། གློག་བརྙན་ལྟ་ཡ་ལ་སོགས་པ་ཆུ་ནས་དཀའ་ལས། ཡོང་རྒྱུ་མེད་པ་ཞོགས་ཀ་ནས་དགུང་ཟླ་བར་དུ་བྱས་དེ་སྔ་དེ་འདྲ་ཡོང་འདུག་ཨང་དེ་བྱས་དེ་བརྩོན་འགྲུས་མར་ལྟ་དེ། སྡུག་རུས་རེད་སྡུག་རུས་ཀྱི་འབྲས་བུ་དེ་ལ་སྡུག་སྦྱོང་བྱེད་མ་གཏོགས་སྐྱེ་ཡོང་ཡ་ཡོད་མ་རེད། བསམ་གཏན་རྩེ་གཅིག་ཉོན་མོངས་མེད། བསམ་གཏན་ཟེར་དེ་ག་རེ་ཟེར་ན་སེམས་རྩེ་གཅིག་པ་དང་སེམས་ཉོན་མོངས་མེད་པ་སེམས་རྩེ་གཅིག་པ་བྱུང་བ་ཡིན་ན་ཨན་དེ་ལ་དེ་ལ་བརྟེན་ནས་ཉོན་མོངས་མངོན་འགྱུར་བ་རིན་གྱིས་མགོ་གནོན་འགྲོ་བ་རེད་སེམས་རྩེ་གཅིག་པ་དེ་ཉོན་མོངས་མེད་པ་ཆགས་དགོས་རེད། ཤེས་རབ་བདེན་དོན་གཏན་ལ་འབེབས་ཤེས་རབ་དེས། ཆོས་རྣམས་ཀྱི་གནས་ལུགས་གཏན་ལ་འབེབས་སྟོང་ཉིད་རྟོགས་ཡོད་དགོས་རེད། གཉིས་རྩེ་སེམས་ཅན་ཐམས་ཅད་ལ་སྙིང་རྗེ་རོ་གཅིག་བློ་གྲོས་སོགས་སྙིང་བརྩེ་བ་སྙིང་རྗེ་ཆེན་པོ་བསིལ་བ་དེ་དམིགས་པ་སེམས་ཅན་ཐམས་ཅད་ལ་དམིགས་ནས་རྣམ་པ་སྡུག་བསྔལ་དང་བྲལ་འདོད་ཀྱི་གཞན་དོན་དང་རོ་གཅིག་པའི་བློ་གྲོས་གཅིག་ལ་ཡང་སྙིང་རྗེ་ཟེར་གྱི་རེད་ལབ་རེད། ད་དེ་ཡན་ཆད་ཀྱི་ཡོན་ཏན་བདུན། བསྟེན་དགོས་པ་དེ། བཤད་ཟིན་ནས་ད་ཡོན་ཏན་བདུན་པོ་དེ། འབྲས་བུ་དེ་རེད་ཡོན་ཏན་སོ་སོའི་འབྲས་བུ་དེ། སྦྱིན་པའི་ལོངས་སྤྱོད་ཕྲིན་གྱིས་ཏེ། བཟོད་པའི་མདངས་ལྡན་བརྩོན་འགྲུས་རྗེས་བསམ་གཏན་གྱིས་ཤིག་བློ་ཡིས་སྤྲུལ། སྙིང་བརྩེ་བས་ནི་དོན་ཀུན་འགྲུབ་ཟེར་དེ་ང་ཚོའི་ཞི་རགས་ག། ལྟ་བར་ལུང་དྲངས་བསྡད་ཡ་གྱི་རེད། ང་ཚོ་གྲྭ་པ་གསར་བའི་ག་ལ། སྤོ་གི་ཆུང་ཆུང་ག་ལ། ཚིག་བཟང་དེ་འདྲའི་བཀོད་དགོས་དུས་སྐབས་འདིར་ཤ་སྟག་ལབ་བསྡད་ཀྱི་རེད་དེ་མི་གཞན་པ་གཅིག་གིས་བཀོད་སོང་ན་ཡང་གཞན་དག་བཀོད་རྒྱུ་མ་རག་བས་བྱས་ཏེ་ཀོང་པོ་བྲན་སྦྱིན་པའི་ལུང་ཆོས་ཕྲིན་གྱི་སྡེ་བཞི་བའི་ལུང་ཆོས་ཅན་རང་གི་བསྟན་བྱའི་དོན་ལ་མི་བསླུ་བ་ཡིན་ཏེ་སྐྱེས་པ་སོང་ཇི་ལྟ་བའི་ལུང་ཡིན་པའི་ཕྱིར་གསེར་མདོག་སུ་བཀོད་བསྡད་ཀྱི་རེད་འོ་དེ་འདྲས་ཀྱི་ཟུར་ར་བའི་སྦྱིན་པ་སྟོན་པ་ལ་བརྟེན་ནས་ལུང་ཆོས་འབྱུང་གི་རེད་ཚུལ་ཁྲིམས་ལ་བརྟེན་ནས་བདེ་འགྲོ་ལ་སྐྱེ་གི་རེད་བཟོད་པ་ལ་བརྟེན་ནས་རིགས་བཟང་པོ་དང་མདངས་དང་ལྡན་པ་མདངས་དང་ལྡན་པ་ཁ་སང་ངས་ཞུས་བ་དེ་རེད། ཁ་དོག་དང་མདངས་བཟང་པོ་ཟེར་ཡ་དེ་བ་རན་ཡག་གོ། སུ་བ་རན་གྱི་ནང་ལས་གཅིག་རེད་བ་རན་བཟང་པོའི་ནང་ལས་གཅིག་རེད། བརྩོན་འགྲུས་ཀྱི་གཟི་བརྗིད་འཐབ་དགོས་རེད། བསམ་གཏན་གྱི་བློ་ཞི་བ་འཐབ་དགོས་རེད། བསམ་གཏན་གྱི་ཞི། བློ་ཟེར་ཡ་འདིའི་སྐབས་དེ་ཤེས་རབ་དེ་རེད་ཤེས་རབ་ཀྱི་ཨ་ནི། འཁོར་བ་ལས་གྲོལ་བའི་གྲོལ་བ་དེ་འཐོབ་དགོས་རེད། གཉིས་བརྩེ་བས་ནི་དོན་ཀུན་འགྲུབ། ཨ་ནི་བརྩེ་བ་སྙིང་རྗེ་ཆེན་པོས། བྱང་ཆུབ་སེམས་དཔའི་གཞན་དོན་གྱི་ཆེད་དུ་དམིགས་པའི་དོན་དག་གང་དྲི་བྱས་པས་ནི་དོན་དག་ཡོངས་སུ་རྫོགས་པ་དེ། གཉིས་ཀྱིས་ཕྱིན་པའི་འགྲོ་དྲུག་རེ་བྱང་བ་དེ་སྤྱད་དེ་རེ། འདི་དག་མ་ལུས་པར་ཅིག་ཅར་ཕ་རོལ་ཕྱིན་པ་ཡི་ཡེ་ཤེས་བསམ་གྱིས་མི་ཁྱབ་པའི་འཇིག་རྟེན་སྒོམ་ཉིད་ཐོབ་པར་འགྱུར་ད་ཐུན་མོང་གི་འབྲས་བུ་དེ་ག་རེ་ཟེར་ན་བདུན་པོ་འདི་དག་མ་ལུས་པ་ཅིག་ཅར་དུ་ཕ་རོལ་ཏུ་ཕྱིན་པར་བྱེད་པ་ཡིན་ན་ཐམས་ཅད་ཕ་རོལ་ཏུ་ཕྱིན་པར་བྱེད་པ་ཡིན་ན་ཡེ་ཤེས་བསམ་གྱིས་མི་ཁྱབ་པའི་རྒྱུར་དུ་གྱུར་པའི་འཇིག་རྟེན་གྱི་འགོང་པོ་སངས་རྒྱས་ཀྱི་གོ་འཕང་ཐོབ་དྲུག་རེ་སྤྱད་པ་རེ། ད་དེ་ཡན་ཆད་ཀྱི་ད་ལྟ། ཡོན་ཏན་ཅི་ཡི་སྦྱིན་སོགས་ལ་ལྟོས་མེད་ཅི་ལ་བསླབ་པར་བཤད་པ་དེ་འདྲིས་པ་བཅས་ད་ས་བཅད་གསུམ་པ་ས་བཅུའི་རྣམ་གཞག་བཤད་པ་དེ་རེད། ས་བཅུའི་རྣམ་གཞག་དེ་སྐབས་འདི་ལ་ཡང་ཐིགས་པ་ཆེན་པོའི། ཐིགས་པ་ཆེན་པོའི་ལམ་ལ་བསླབ་པས་ད་ཡོན་ཏན་ཐོབ་ཐང་དེ་ས་བཅུའི་རྣམ་གཞག་ལ་བརྟེན་ནས་ས་ཞེས་པ་དེ་ཐམས་ཅད་ཀྱི་རྟེན་ཡིན་པ་ན་བཞིན། རྒྱུ་དང་མི་རྒྱུ་བ་ཐམས་ཅད་ཀྱི་རྟེན་ཡིན་པ་ན་བཞིན། ཐིབས་པ་ཆེན་པོའི་ཡོན་ཏན་ཐམས་ཅད་ཀྱི་རྟེན་དེ། ས་ཡི་རྣམ་གཞག་དགུ་ནི་ལྕི་བ་ཡིན་ཙང་དེ་ལ་ས་སྲིན་ལ་གོལ། ཇི་ལྟར་ན་ཉལ་ཐུལ་ཐིབས་པ་ལ་ཉལ་ཐུལ་ས་ནི་བརྒྱད་ཞེས་པ་དེ་བཞིན་ཐིབས་པ་ཆེན་པོ་ལ་ཀྱང་ཆུ་སྲིན་པའི་ས་བཅུ། ཉལ་ཐུལ་གྱི་ཐིབས་པ་ནས། ཉལ་ཐུལ་གྱི་གཞུང་ལུགས་ནས། ཉལ་ཐུལ་ལ་ཡང་ས་བརྒྱད་ཟེར་ནས་བཤད་ཡོད་རེད་ས་བརྒྱད་ཟེར་ཡ་དེ་རིགས་ཀྱི་ས་དང། རྒྱས་པའི་ས་དང་ཐུང་བའི་ས་དང། རྒྱས་པའི་ས་ཟེར་ཡ་དེ་མང་ཙིར་འབྲུ་དུད་ཀ་ལ་འཕགས་པ་རྒྱས་པ་ཟེར་ཡ་དེ་རེད། འདི་ནི་འཕགས་པ་རྒྱས་པ་ཇི་ལྟར་དེར་ཉེ་བ་བསྟན་ཟིན་འདུག་པ་མགོ་ནས་མང་ཙིར་འབྲུ་དུད་ཀ་ལ། རྒྱུན་ཞུགས་ལ་ཡང་འཕགས་པ་རྒྱས་པ་ཟེར་ལ་འུ་ཐུག་ཧང་དེ་བཅས་ནི་རྒྱས་པའི་ས། དེ་ནས་ཐུང་བའི་ས་ཟེར་ཡ་དེ་མཐོང་ལམ་དེ་རེད་སྲབ་པའི་ས་དང་འདོད་ཆགས་དང་བྲལ་བའི་ས་དང་བྱེད་པ་རྟོགས་པའི་ས་དང་ཉལ་ཐུལ་གྱི་ས་དང། ཉལ་ཐུལ་གྱི་ས་དང། དེ་ནས་དེའི་ཐོག་ལ་རང་སངས་རྒྱས་ཀྱི་ས། ཉལ་ཐུལ་གྱི་ས་བདུན་དང་རང་སངས་རྒྱས་ཀྱི་ས་གཅིག་བརྒྱ་པའི་བརྒྱད་བཤད་པས་དེ་འདྲ་བ་དེ། ཉལ་ཐུལ་གྱི་ཐིགས་པ་ནས་ས་བརྒྱད་བཤད་པ་ནང་བཞིན་ཐིགས་པ་ཆེན་པོ་ལ་ས་དང་པོ་ནས་ས་བཅུ་པ་བར་གྱི་ས་བཅུ་བཤད་པ་རེད་ཅེས་པ་རེད། དེ་འདྲ་བའི་ས་བཅུ་དེ་ག་རེ་རེད་ཅེ་ན་ས་དང་པོ་རབ་ཏུ་དགའ་བ། དེ་དག་དང་པོ་རབ་དགའ་བ་བྱང་ཆུབ་སེམས་དཔའ་དགའ་བྱེད་ཕྱིར་ཀུན་དུ་སྦྱོར་བ་གསུང་སྤངས་ཤིང་དེ་བཞིན་གཤེགས་པའི་རིགས་ཀྱི་ཕྱིར་སེམས། ཏི་ཏི་ཨཱས། མཐོང་ལམ་ཐོབ་པ་དང། ས་དང་པོ་རབ་ཏུ་དགའ་བ། མཐོང་ལམ་རྣམ་གྲོལ་ལམ་ཐོབ་པ་སོགས་དང་མཐོང་ལམ་རྣམ་གྲོལ་ལམ་ཐོབ་པ་དང་ས་དང་པོ་རབ་ཏུ་དགའ་བ་ཐོབ་པ་དུས་མཉམ་ཡིན་འགྲོ། ཡང་མཐོང་ལམ་བར་ཆད་མེད་ལམ་ཐོབ་པ་དང་ས་དང་པོ་རབ་ཏུ་དགའ་བ་ཐོབ་པ་དུས་མཉམ་ཡིན་འགྲོ། ཏི་དོགས་གཅོད་བྱེད་ཡ་ཡོ་ཨར་ཏི་ཏས་ཁྱད་པར་སེ་ཁས་མི་འདུག་ཡོངས་གྲགས་ལ་ས་དང་པོའི་རྣམ་གྲོལ་ལམ་ཐོབ་པ་དང་དགར་ས། མཐོང་ལམ་རྣམ་གྲོལ་ལམ་ཐོབ་པ་དང་ས་དང་པོ་རབ་ཏུ་དགའ་བ་ཐོབ་པ་བྱང་ཆུབ་སེམས་དཔའ་ལ་ཉམས་རྟོགས་ཡིན་སེམས་འགྲིག་གི་རེད། གང་ཞེ་ན་མཐོང་སྤང་ཀུན་འགྱུར་གསུངས་ཏེ་སྤངས་པའི་གྲོལ་བ་དེ་ག་དུས་རྙེད་པར་ཞེ་ན་མཐོང་ལམ་རྣམ་གྲོལ་ལམ་སྐབས་ལ་རྙེད་པ་རེད། དེ་ཡིན་དུས་མཐོང་ལམ་རྣམ་གྲོལ་ལམ་སྐབས་ལ་ཡང་རྗེས་ཚོགས་ལ་ལྟ་བ་དང་འཁོར་བའི་རྩ་བ་དེ་རེད་ཐེ་ཚོམ་བཅས་ཚུལ་ཁྲིམས་བརྟུལ་ཞུགས་ཆུང་འཛིན་གསུམ་པོ་དེ་སྤངས་འགྲོ་བ་རེད་དེ་ལ་ཡང་མཐོང་ལམ་མཐོང་ལམ་གྱི་སྤང་བྱ་གསུམ་བཞག་དགོས་དེ་ག་ཞེ་ན། འགྲོ་མི་འདོད་དང། ལམ་ནོར་དང། ལམ་ལ་ཐེ་ཚོམ་ཟ་བ་གསུམ་པོ་དེ་རེད། འགྲོ་མི་འདོད་པ་དང་ལམ་ནོར་བ་དང་ལམ་ལ་ཐེ་ཚོམ་ཟ་བ་གསུམ་པོ་དེ་འཕགས་པའི་ལམ་ལ་འཇུག་པའི་སྤང་བྱ་གཙོ་བོ་ཡིན་ཙང་འགྲོ་མི་ནུས་པའི་འཇིག་ཚོགས་ལ་ལྟ་བ་དང། ལམ་ནོར་བ་དེ་རྩོལ་ཕྲེང་བརྟུལ་ཞུགས་ཆུང་འཛིན་དང་ལམ་ལ་ཐེ་ཚོམ་ཟ་བ་དེ་ཐེ་ཚོམ་ཀུན་བཏགས་བྱས་ནས་དེ་གསུམ་པོ་དེ་མཐོང་ལམ་གྱི་སྐབས་སུ་སྤངས་པ་ཡིན་ཙང་མཐོང་སྤང་ཀུན་སྦྱོར་གསུམ་བྱས་པ་རེད། ཀུན་དུ་འགྱུར་བ་གསུམ་སྤངས་ཤིང་དེ་བཞིན་གཤེགས་པའི་རིགས་ཅིར་མཆིས། ད་དེ་བཞིན་གཤེགས་པའི་རིགས་སུ་སྐྱེས་པ་ཟེར་ཡ་དེ། དེ་རིང་སངས་རྒྱས་རིགས་སུ་གྱུར་སངས་རྒྱས་སྲས་སུ་དག་གྱུར་ཏོ་གསུངས་པ་ན་བཞིན་ཀུན་རྫོབ་བྱང་ཆུབ་ཀྱི་མཚན་བསྐྱེད་ནས། བྱང་སེམས་ཚོགས་ལམ་ཆུང་ངུ་ལ་ཞུགས་པ་ཙམ་གྱིས་སངས་རྒྱས་ཀྱི་རིགས་སུ་སྐྱེས་པ་ཟེར་ཡ་གཅིག་ད་ད་ད་ལྟ་འདི་དེ་བཞིན་གཤེགས་པའི་རིགས་སུ་སྐྱེས་པ་དེ། ཉན་རང་ན། ཤེས་རབ་ཀྱི་སྒོ་ནས་ཟིལ་གྱིས་གནོན་ཡག་གི་རིགས་དེ་རེད། ཐབས་ཀྱི་སྒོ་ནས་ཟིལ་གྱིས་ནོན་ཡ་དེ་སྔ་མ་ནས་ཡོད་རེད་དེ་ཉན་རང་ཤེས་རབ་ཀྱི་སྒོ་ནས་ཟིལ་གྱིས་ནུས་པའི་ཤེས་རབ་ཀྱིས་དེ་བཞིན་གཤེགས་པའི་རིགས་སུ་སྐྱེ་ཡ་དེ་ས་དང་པོ་ནས་སྐྱེས་པ་རེད། དེ་ཡི་རྣམ་པར་སྨིན་པས་ན་སྦྱིན་པའི་ཕ་རོལ་མཆོག་ཏུ་གྱུར་ས་དང་པོ་ལ་ཡ་ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་བཅུ་ཡི་ནང་ནས་ག་རེའི་ཉམས་ལེན་ཁྱད་པར་དུ་འཕགས་པ་ཐོབ་པ་རེད་ཟེར་ན། སྦྱིན་པའི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་ཁྱད་པར་དུ་འཕགས་པ་ཐོབ་འཇིག་རྟེན་གྱི་ཁམས་རྒྱ་གཡོ་བ་དང། འཛམ་བུ་གླིང་གི་དབང་ཕྱུག་ཆེན་པོར་གྱུར་བའི་བསོད་ནམས་བསགས་པ་རེད། འཇིག་རྟེན་ཁམས་ཀྱང་ཀུན་ནས་གཡོ་བར་ནུས་པར་འགྱུར་བའོ་མིན་ས་ནི་ས་ནུས་ཀྱི་རྒྱུན་གོང་མའི་རབ་ཏུ་འབྱུང་བར་འགྱུར། འོ་ཟེར་བ་དེ་རེད། གཉིས་པ་དྲི་མེད་ཅེས་བྱ་བ་ལུས་དང་ངག་དང། སེམས་ཀྱི་ལས་བཅུ་ཆར་དྲི་མ་མེད་པའི་ཕྱིར། ངང་གིས་དེ་ལ་གནས་པའི་ཕྱིར། ས་གཉིས་པ་ལ་དྲི་མ་མེད་པར་ཟིན་ལ་དགོས་པ་དེ་ག་རེ་རེད་ཅེ་ན། ལུས་ངག་ཡིད་གསུམ་གྱི། ལས་ཐམས་ཅད་དྲི་མ་མེད་པ་ཆུ་སྤྲིན་གྱི་རང་བཞིན་དང་ལྡན་པ་དེའི་ངང་ལ་གནས་པ་དེ་ཡིན་ཙང་ས་གཉིས་པ་ལ་དྲི་མ་མེད་པར་ཟིན་ལ་བ་རེད། དེ་ཚེ་ཕུན་ཚོགས་ཡོན་ཏན་དག་ལྡན་ཕྱིར། རྨི་ལམ་དུ་ཡང་ཆར་སྤྲིན་དྲི་མ་སྤངས། ལུས་ངག་ཡིད་ཀྱི་རྒྱུ་བ་དག་གྱུར་པས་དམ་པའི་ལས་ལམ་བཅུ་ཆར་སོགས་པ་བཅས་སུ་བྱས་ནས་ས་གཉིས་པ་དེ། མདོར་བསྟན་དེ་དེ་འདྲའི་ཟིན་པ་དེ་ཡིན་ཙང་ས་གཉིས་པ་དྲི་མ་མེད་པར་སྲིད་ལ་དགུ་ཡ་སྟེ་ལུས་དང་ངག་དང་སེམས་ཀྱི་ལས་བཅུ་ཆར་དྲི་མ་མེད་པ་ཡིན་ཙང་དེའི་ངང་ལ་གནས་པ་ཡིན་ཙང་དེ་ལ་ཡང་ས་དྲི་མ་མེད་པར་སྲིད། ས་གཉིས་པ་དྲི་མ་མེད་པར་སྲིད་ལ་དགུ་རེད། དེ་ཡི་རྣམ་པར་སྨིན་པས་ན་ཚུལ་ཁྲིམས་ཕ་རོལ་ཕྱིན་མཆོག་འགྱུར། སམ། གཉིས་པ་དྲི་མ་མེད་པ་ལ་གནས་པའི་སྐབས་ལ་དེའི་རྣམ་སྨིན་དེ་ག་རེ་རེད་ཅེ་ན་ཚུར་རིན་ཕ་རུས་འབྱིན་པའི་ཉམས་ལེན་ཆེས་ལྷག་པ་ཐོབ་གི་རེད། འོ་དེ་རེད། ས་སྐྱོ་པོ་རེ་རེའི་སྐབས་ལ་ཡང་ཕ་རུས་འབྱིན་པ་རེ་རེའི་ཉམས་ལེན་ཆེས་ལྷག་པ་ཐོབ་ཡ་ཡོད་ཉམས་ལེན་ཆེས་ལྷག་པ་ཐོབ་ཟེར་དུས་སྐབས་ལ་དེའི་སྐབས་ལ་སྨིན་གྱི་སྐར་ནས་ཕ་རུས་འབྱིན་པ་དེ་ལ་བསླབ་གི་ཡོད་པའི་སྐད་ཆ་རེད། དཔལ་ལྡན་རིན་ཆེན་བདུན་ཇི་ལྟར་འགྲོ་ཕན་འཁོར་ལོས་བསྒྱུར་བར་འགྱུར། འཛམ་བུ་གླིང་གི་དབང་ཕྱུག་ལས་ལྷག་པ་གླིང་བཞིའི་དབང་ཕྱུག་གིས། རིན་ཆེན་རིན་པོ་ཆེ་བདུན་གྱི་མངའ་བདག་གིས་འཁོར་ལོ་རྒྱུ་བའི་རྒྱལ་པོ་སྐྱེ་བ་ལེན་པའི་གཟུངས་རྣམས་བསགས་པ་རེད། འོ་ད་ས་གསུམ་པ་ཡུལ་སྐྱེས་པ་ཞེས་བྱ་བ་སྟེ་ས་གསུམ་པ་ནི་ཡུལ་སྐྱེས་པ་ཡེ་ཤེས་ཞི་བའི་ཡུལ་འབྱུང་ཕྱིར། ས་གསུམ་པ་ལ། དེ་ནས། ས་བརྒྱད་པའི་སྐབས་ཀྱི་ཐབས་ཆག་གི་ཡེ་ཤེས་ཞི་བའི་ཡུལ་ཏེ། ཏས་ཏས་སུ་ཡུལ་ནམ་མཁའ་ལ། ཉི་མ་ཤར་རན་པ་ན་བཞིན་ཡུལ་འབྱུང་བ་ཡིན་ཙང་དེ་ལ་ཡུལ་སྐྱེས་པ་ཟེར་བ་རེད། བསམ་གཏན་དངོས་གཞིའི་ལྕི་བ་དང། བསམ་གཏན་དང་དངོས་གཞི་ལ་སོགས་པའི་ཡོན་ཏན་འབྱུང་བ་དང། འདོད་ཆགས་དང་ཞེ་སྡང་ཡོངས་སུ་ཟད་པ་འབྱུང་བ་ཡིན་ཙང། དེ་ལས། འདོད་ཆགས་ཞེ་སྡང་ཡོངས་ཟད་ཕྱིར། དེ་ཡི་རྣམ་པར་སྨིན་པས་ན་གཟུགས་དང་བརྩོན་འགྲུས་ལྷག་པར་སྤྱོད། དེ་ཡི་རྣམ་པར་སྨིན་པས་དེ་ནི། བཟོད་པའི་ཉམས་ནི། ད་གཟུགས་དང་བརྩོན་འགྲུས་འདི་ཉམས་རྟོགས་བཅས་ཆ་ག་འདྲ་ཡིན་ན་མི་ཤེས། ང་ཚོས་ནམ་རྒྱུན་ཡོངས་གྲགས་ལི་ཡ། ས་གསུམ་པ་ལི་ཡ། བཟོད་པའི་ཉམས་ལེན་ཁྱད་པར་དུ་འཕགས་པ། ཆེས་ལྷག་པར་ཐོབ་པ་དེ་རེད། ལྷ་ཡི་དབང་ཆེན་མཁས་པ་དེ། འདོད་པའི་འདོད་ཆགས་ཟློག་པ་ཡིན། ལྷ་ཡི་དབང་པོ་བརྒྱ་བྱིན་གྱི། ལ་སྐྱེ་བའི་བསོད་ནམས་ཐོབ་གོ་རེད་དེ་ཡིན་ནའི་འདོད་པའི་འདོད་ཆགས་དང། བྲལ་བ་མ་རེད་འདོད་པའི་འདོད་ཆགས་མཁས་པ་དེའི་རྣམ་སྨིན་ལྷ་ཡི་དབང་པོ། དབང་པོ་ཆེན་པོའི་མཁས་པར་འགྱུར་བ་དེ་མཁས་པ་དེའི་དབང་གིས་འདོད་པའི་འདོད་ཆགས་ཟློག་པར་བྱེད་དོ་སོ་རེད། བཞི་པ་ཡུལ་དྲུག་སྤྱན་གྱིས་བྱ། ཡེ་ཤེས། ཡང་དག་ཡེ་ཤེས་ཡུལ་འབྱུང་ཕྱིར། ད་བཞག་ས་བཞི་པ་ཐོབ་དུས་སྐབས་ལ་ཡུལ་དེ་ཧ་ལམ་གསལ་པོ་ཆགས་ཡོང་གི་རེད་བྱང་ཆུབ་མཆོག་ཐུན་མ་ལུས་པ་ཁྱད་པར་དེ་ནི་བསྒོམས་པའི་ཕྱིར། དེ་ཡི་རྣམ་པར་སྨིན་པ་ན། ཐབས་བྲལ་ལས། རབ་ཐབས་བྲལ་མའི་ལྷ་སྦྱར་འགྱུར་རྗེས་སོགས་ལྟ་བ་རབ་འབྱུང་བ་ཀུན་ནས་འབྱུང་བར། ཀུན་ནས། རྗེས་སོགས་ལྟ་བ་རབ་འབྱུང་བ། ཀུན་ནས་འབྱུང་བྱེད་མཁས་པ་ཡིན། ད་བརྩོན་འགྲུས་དེ་མངལ་ལ་ཕྱིན་ཚར་དུས་སྐབས་ལ་དེ་ཡི་རྣམ་པར་སྨིན་པ་ནི་འདི་སྣང་ལ་བཤད་ཚུལ་མི་འདྲ་བ་བལྟས་ཅི་རེད་བྱ། ད་དེའི་དགོས་པ་ག་རེ་ཡིན་ན་མི་ཤེས་ད་ད་ལྟ་ང་ཚོ་དེའི་ཐོག་ལ་རྙོག་དྲ་བཤད་ཡག་གི་དུས་ཚོད་གལ་མི་འདུག་གཞན་དངོས་གནས་བྱས་ན་གཅིག་པ་བྱེད་དུས་ཀ་དེའི་རྣམ་པར་སྨིན་པ་ནི། བརྩོན་འགྲུས་འཕར་ཞིང་ལྷག་པར་བསྐྱོད་ཟིན་དེ་ཡོང་དགོས་བ་ཡི་སུ་ར་བྱེད་ཡོག་རེད་དེ་དེ་མེད་པ་ཅེས། འཐབ་བྲལ་གྱི་ལྷ་ཡི་རྒྱལ་པོ། འཐབ་བྲལ་གྱི་གནས་ཀྱི་ལྷ་ཡི་རྒྱལ་པོ་འགྱུར་བ་དང་རྗེས་ཚོགས་ཀྱི་ལྟ་བའི་རིགས་བ་ཐམས་ཅད་ཀུན་ནས་འབྱུང་པར་བྱེད་པ་ལ་མཁས་པ་ཡིན་ཟེར་ནས་འདུག་གསུངས་བྱས། ལྔ་པ་ཤིན་ཏུ་རྒྱང་དཀའ་བདུད་ཀུན་གྱིས་ཤིན་ཏུ་ཐུགས་དཀའ་བྱེད་འཕགས་པའི་གདེངས་སུ་ཕྲ་མོའི་དོན་ཤེས་ལ་མཁས་པ་འབྱུང་བའི་ཕྱིར། ད་ས་ལྔ་པ་དེ་ཤིན་ཏུ་རྒྱང་དཀའ་བ་སེ་ཨ་ཏི་ཨ་ནི། ལྷ་ཡི་བུ་བདུད་ཐམས་ཅད་ཀྱི་འཕང་པ་འཇིག་རྟེན་ན་གནས་པའི་ལྷ་ཡི་བུ་བདུད་ཐམས་ཅད་འཕང་པར་བྱེད་ནུས་པ། འཕང་པར་བྱེད་ནུས་ན་ཨ་ནི་དེའི། འཁོར་རྣམས་ཀྱིས་བལྟ་ཀྱང་ཅི་སྨོས་པ་ཡིན་ཙང་ཤིན་ཏུ་ཐུབ་དཀའ་བ་ཟེར་ཡ་སྟེ། དེ་ནས་འདུལ་བའི་ལྷས་ཐུགས་པ་དཀར་བ། འཕགས་པའི་བདེན་པ་བཞིའི་དོན་ཕྲ་མོ་ཐམས་ཅད་ལ་མཁས་པར་གྱུར་པ། འོ་དེ་སྤྱད་དེ་གསུངས་པ་ཡིན་པ་རེད། དེའི་རྣམ་པར་སྨིན་པ་ནི་དགའ་ལྡན་གནས་ཀྱི་ལྷ་ཇར་འཇུས་སུ་ལྟ་དེ་ནས་མ། ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་བཅུ་ཡི་ནང་ནས་ག་རེ་ག་རེ་གི་ཡུན། ཆེས་ལྷག་པར་ཐུབ་པ་དེ་སྨྲ་ཤེས་པའི་ཟུར་ར་ཞིག་ཏུ། དགའ་ལྡན་གྱི་གནས་ཀྱི་འཐབ་བྲལ་གྱི་གང་དེ་ལ་དགའ་ལྡན་ཡོད་རེ་བ་དགའ་ལྡན་གྱི་གནས་ཀྱི་ལྷ་ཡི་རྒྱལ་པོ་ཐུབ་པ་དང་མོ་ཏིས་བྱེད་པ་ཐམས་ཅད་ཀྱིས་ཉོན་མོངས་ལྟ་གནས་འདོགས་པར་བྱེད། མོ་ཏིས་ཐམས་ཅད་ཀྱིས་ཉོན་མོངས་པ་དང་ལྟ་བའི་གནས་འདོགས་པར་བྱེད་པ་ཡིན། ད་ས་དྲུག་པ་མངོན་དུ་ཕྱོགས་པ་མངོན་དུ་ཕྱོགས་པར་མཉམ་གཞག་སྲིད་གནས་འདི་རྫོགས་པའི་སངས་རྒྱས་ཆོས་ལ་མངོན་སྤྱོད་ཅིང་འདིར་དེ་འབྱུང་བས་དེ་ཉིད་མཐོང་བ་འདི་ཤེས་རབ་གནས་པའི་འགོག་པ་ཐོབ་པར་འགྱུར་ཟེར་བ་འདི་རེད། དྲུག་པ་མངོན་ཕྱོགས་ཞེས་བྱ་སྟེ། སངས་རྒྱས་ཆོས་ལ་མངོན་དུ་ཕྱོགས་པ་ཡིན་ཙང་སངས་རྒྱས་ཆོས་ལ་མངོན་ཕྱུར་ཅིག་ཞེ་ནས་ལྷག་མཐོང་བསྒོམ་པ་ཡི་འགོག་པ་ཐོབ་བས་བརྒྱད་པའི་ཕྱིར། འོ་དེ་ཡིན་ཙང་སྔོན་དུ་བྱོ་བ་ཟེར་ཡ་དེ་རེད་དེ་ཐབས་ཀུན་རེད་ཅེས་པ་རེད། དེ་ཡི་རྣམ་པར་སྨིན་པ་ནི་ལྷ་ཡི་རྒྱལ་པོ། རབ་འཁྲུལ་འགྱུར། དེའི་སྐབས་ལ་ཤེས་རབ་ལྷ་ཅིག་ཉམས་ལེན་བྱེད་ལྷག་པ་ཐོབ་པ་རེད། ཉལ་ཐུལ་རྣམས་ཀྱིས་མི་འཁྲུགས་པ། ལྷག་པའི་ང་རྒྱལ་ཅན་ཞིག་ཅིག་ཉལ་ཐུལ་རྣམས་ཀྱིས་མི་འཁྲུགས་པ་དང་ལྷག་པའི་ང་རྒྱལ་སྤངས་པར་བྱས་པ་ཡིན་ཙང། འོ་དུག་གསུམ་རེད་ཅེས་པ་རེད། ད་ས་བདུན་པ་རིང་དུ་སོང་བ་དེ་རེད། རིང་དུ་སོང་བ་དེ། སོ་སོའི་སྤྱི་བོའི་ས་ནས་རིང་དུ་སོང་བ་དེ་རེད། དེ་ནི་རིང་དུ་བསྲུང་བ་བློ་ཡང་ལྷག་པར་འགྱུར་ཟེར་བ་དེ་རེད། འདུན་པ་རིང་དུ་བསྲུང་བ་དེ་གྲངས་ནི་རིང་དུ་བསྲུང་བདེན་ཕྱིར། གང་ཕྱིར་སྐད་ཅིག། སྐད་ཅིག་ལ། དེ་ནི་འགོ་བ་ལ་སྙོམས་པར་སྙོམས་པར་འཇུག་འགོ་འགོ་བ་ལ་སྙོམས་པར་འཇུག་པའི། ཡིན་ཙང་དེ་ནས་ཉལ་རང་ན། ཉལ་རང་ཉལ་དུས་རང་སངས་རྒྱས་ན་བློ་ཡི་སྟོབས་ཀྱིས་ཟིལ་གྱིས་གནོན་ནུས་པ། དེ་ཡི་རྣམ་པར་སྨིན་པས་ནི་དབང་སྒྱུར་ལྷ་ཡི་བདག་པོར་འགྱུར། འཕགས་པའི་གདིང་པ་མངོན་རྟོགས་ཕྱིར། མངོན་འཕགས་པའི་གདིང་མངོན་རྟོགས་ཤེས་པས། སློབ་དཔོན་ཁྱུ་མཆོག་ཆེན་པོ་གྱུར། དེ་ཡི་རྣམ་པར་སྨིན་པས་ནི་འདུལ་བ་ལ་དབང་བསྒྱུར་བའི་ས་ཡི་བདག་པོ། གྱུར་བ་དང། འཕགས་པའི་བདེན་པ་མངོན་པར་རྟོགས་པའི་ཤེས་པས་སློབ་དཔོན་འཕགས་པའི། ཐོ་བོ་ཁྱུ་མཆོག་ཆེན་པོ་འགྱུར་བ་ཡོད། དེ་མི་འགོག་གལ་མི་འདུ་ད་ས་བརྒྱད་པ་མི་གཡོ་བ། མི་གཡོ་བ་སྟེ་ཉོན་མོངས་པའི་སྐྱོན་གྱིས་མི་གཡོ་བ་ཟད་དེར་དེ་བཞིན་བརྒྱད་པ་གཞོན་ནུའི་ས། མི་གཡོ་བ་སྟེ། མི་རྟོག་ཕྱིར་མི་གཡོ་དེ་བཞིན་ལུས་དང་ནི་ངག་སེམས་སྤྱོད་ཡུལ་བསམ་མི་ཁྱབ་ལུས་དང་ངག་གི་སྤྱོད་ཡུལ་བསམ་མི་ཁྱབ་པ་དང། ད། བདེན་འཛིན་གྱི་རྟོག་པ་ཕལ་ཆེར་ཟད་འགྲོ། རྟོག་པ་ཕལ་ཆེར་ཟད་འགྲོ་ཟེར་བ་མ་བཅོས་བདེན་འཛིན་གྱི་དང་རྟོག་པ་མངོན་གྱུར་བ་ཕལ་ཆེར་དང་ཀུན་བཏགས་དེ་ཚོ་ཟད་ནས། ད་བདེན་འཛིན་ཉོས་དྲིས་ལ་འདུས་པའི་ལུགས་ལ་ནི་བདེན་འཛིན་སྤངས་འགྲོ་རེད། ད་བདེན་འཛིན་གྱི་བག་ཆགས་དང་ས་བོན་དེ་ཤེས་དྲིས་ཀྱི་ཚུལ་དུ་སྤང་རྒྱུ་དེ་ཡོད་ལ་མ་གཏོགས་བདེན་འཛིན་སྤངས་པ་ཡིན་ཙང་བདེན་འཛིན་གྱི་མཚན་མའི་མི་གཡོ་བས་མི་གཡོ་བ་དང། དེའི་དབང་གིས་ལུས་དང་ངག་གི་སེམས་ཀྱི་བཅུད་བསམ་གྱིས་མི་ཁྱབ་པ་དང་ལྡན་པ། དེ་ཡིས་རྣམ་པར་སྨིན་པ་ནི་སྟོང་གི་བདག་པོ་ཚངས་པར་འགྱུར། ད་སྟོང་གསུམ་གྱི་སྟོང་ཆེན་པོ་མི་མཇེད་ཀྱི་བདག་པོ་ཚངས་པ། སྟོང་དང་པོ་སྟོང་གཉིས་པ་སྟོང་བར་མ་ལ་སོགས་པ་རྩི་དང་བྱོ་ར་དེ་རྣམས་ལ་ཡང་སྟོང་དང་པོའི་བདག་པོའི་ཚངས་པར་ཅི་ཡག་གི། ལས་ཀྱི་རྣམ་པར་ལས་ཀྱི་བསགས་རེས། སྒྲ་བྱུང་རང་སངས་རྒྱས་སོགས་ཀྱི། དོན་བསྟན་འབེལ་ལ་འཕྲོག་པ་མེད། ཉན་ཐོས་སྒྲ་བྱུང་པ་དང་རང་སངས་རྒྱས་ཀྱི་ཆོས་ཀྱི། དོན་གཏན་ལ་འབབ་པ་ལ་ཁོང་གི་བློ་གྲོས་དེས་ཤེས་རབ་འཆལ་བའམ་གཞན་གྱི་རྒོལ་བ་ལ་སོགས་པས་འཕྲོག་པ་མེད་པ་ཡིན་ཙང། དེ་ཤེས་རབ་ཀྱི་མཐོ་ཆེན་པོ་ཅིག་ཐོབ་ཡོད་རེད་ཅེས་པ་རེད། ད་ས་དགུ་པ་ལི་པའི་བློ་གྲོས་ཟེར་ཡ་དེ་ས་དགུ་པ་ནས་ལི་པ་ཡི་བློ་གྲོས་ཤེས་བྱ་རྒྱལ་ཚབ་བཞིན་རྒྱལ་བཟང་དང་འདྲ་བ་རེད་གང་ཕྱིར་སོ་སོ་ཡང་དག་རེད་ཐོབ་པའི་འདི་ལ་བློ་གྲོས་བཟང་ས་དགུ་པ་ནས་ལི་པའི་བློ་གྲོས་ཞེས་བྱ་བ་དེ་རྒྱལ་པོ་རྒྱལ་ཚབ་དང། དུ་དབང་བསྐུར་བ་ལ་ཁང་པ་བཞིན་དུ་ཡུལ་གསེར་ཆེན་པོའི་དབང་བསྐུར་བ་ལ། ཁང་པའོ། གང་གིས་ན་སོ་ཡང་དག་པར་རེ་བ་རྫོགས་པར་ཐོབ་པའི་ས་འདི་ལ་བློ་གྲོས་བཟང་པོ་ཞེས་བྱའོ། ལེ་བའི་བློ་གྲོས་ས་ལ་གནས་པ་ནི། ད་ཡུལ་གསེར་ཆེན་པོ་དབང་བསྐུར་གཡག་གི་གཞི་ར་བོ་དེ་ས་འདི་ལ་བསྒྲུབས་པ་ཡིན་ཙང་ད་ཁང་པ་དང་འདྲ་བ་ཡིན་ཟེར་གྱི་སྨྲས་འགྲོ། དེ་ཡི་རྣམ་པར་སྨིན་པས་ནི་སྟོང་ཉིད་གདབ་བོ་ད་སྟོང་གསུང་གྱི་སྟོང་ཆེན་པོ་སྟོང་གཉིས་པའི་དེ་ནི་བདག་པོའི་ཚངས་པ་དུ་འཇུག་གི་རེད། སེམས་ཅན་བསམ་པར་བྲིད་པ་ལ་དགྲ་བྱུང་སོགས་ཀྱི་ཁྲོ་བོ་མེད། འདོད་ཆགས་སེམས་ཅན་རྣམས་ཀྱི་ཁམས་དང་བསམ་པ་དང་བག་ལ་ཉལ། བྲིད་པ་ལ་ཡང་འགལ་བ་དང་འཁྲུལ་བ་ལ་སོགས་པའི་སྒོ་ནས་དགྲ་བཅུ་འབའ་གསུམ་གྱི་ཁྲོ་བོ་མེད་པ་ཡིན། ད་ས་བཅུ་པ་དེ་བྱང་ཆུབ་སེམས་དཔའི་ས་ཐམས་མ་དེ་ལས་དེའི་མིང་ལ་ཆོས་ཀྱི་སྤྲིན་ཟེར་གྱི་རེད། བཅུ་པ་ཆོས་ཀྱི་སྤྲིན་ཡིན་ཏེ་དམ་པའི་ཆོས་ཀྱི་ཆར་འབེབས་ཕྱིར། བྱང་ཆུབ་སེམས་དཔའ་སངས་རྒྱས་ཀྱི་ཡུལ་སར་དབང་གི་དབང་བསྐུར་ཕྱིར། བྱང་ཆུབ་སེམས་དཔའ་སངས་རྒྱས་ཀྱི་ཡུལ་སར་ཆེན་པོའི་དབང་སངས་རྒྱས་ཐམས་ཅད་ཀྱི་ཡུལ་སར་ཆེན་པོའི་དབང་བསྐུར་བ་སེ་ཡ་ཏི་དེའི་སྐབས་ལ་ཐོས་པ་རེད། ཡུལ་སར་ཆེན་པོའི་དབང་བསྐུར་བ་སེ་ཡ་ཏི། ཨོ་རེད་ད་ཁྱད་པར་མི་འདུག་གང་ཅེ་ད་འདི། སྔགས་ཀྱི་བསྣུན་པས་མ་བྱས་པ་ལ་ཡང། ཕར་ཕྱིན་ཐེག་པའི་རང་ལམ་གྱིས་སངས་རྒྱས་ཀྱི་གོ་འཕང་ཐོབ་མི་ནུས་པ། ཨོ་དེ་འདྲ་བ་དེ་ལ་ས་བཅུ་བ་སེམས་ལེགས་དགོས་རེད། དེ་ཡི་རྣམ་པར་སྨིན་པའི་ནི་གནས་གཙང་ལྷ་ཡི་གནས་གཙང་མའི་རིགས་ཀྱི་ལྷ་ཡི་བདག་པོ་བཅུ་དགུ་རེད། ད་དེ་ཡི་ཚངས་གནས་ལས་མཐོ་བ་དེ་རེད། བསམ་ཡས་ཡེ་ཤེས་ཡུལ་གྱི་བདག་དབང་ཆོས་ཆེན་པོ་མཆོག་ཡིན་ནོ་བསམ་པ་ལས་བསམ་རྒྱུད་ལས་འདས་པའི་ཡེ་ཤེས་ཆེན་པོའི་ཡུལ་གྱི་བདག་པོས་དབང་ཆོས་མཆོག་གི་མངའ་བདག་ཏུ་འགྱུར་བ་རེད་ཅེས་པ་ད་དེ་གསུངས་པ་དེའི་དོན་བསྡུ་བ་ལ་དེ་ལྟར་བཅུ་པོ་དེ་དག་གིས་ཀྱང་ཆོས་སེམས་དཔའ། བཅུ་པོ་དེ་དག་ནི་བྱང་ཆུབ་སེམས་དཔའི་ས་བཅུར་བསྒྲགས། ད་གོང་དུ་བཤད་པའི་ས་བཅུ་པོ་སྤྱད་དེ་བྱང་ཆུབ་སེམས་དཔའི་ས་བཅུ་ཟེར་ཡ་དེ། འདུག་ས་རེད་ཅེས་པ་རེད། ད་དེའི་རྗེས་ལ་སངས་རྒྱས་ཀྱི་ཡོན་ཏན་འདི། ད་སངས་རྒྱས་ཀྱི་ས་ཟེར་ལབ་ནས་འགྲིག་གི་རེད། ས་བཅུ་གཅིག་པ་ཟེར་ལབ་ནས་ས་བཅུ་གཅིག་པ་བཤད་ཟེར་ཡ་གི་ཐ་སྙད་འདི་ཞི་དྲག་གི་དར་པོ་ཅིག་ཡོད་མ་རེད། ཡིན་ནའི་སྔགས་ཀྱི་ལམ་ལ་སྔགས་བཤད་པའི་སྐབས་ལ་ས་བཅུ་གསུངས་པ་ཟེར་ཡ་ཡོད་རེད་དེ་བཅད་པ་ཡིན་ན་ས་བཅུ་གཅིག་པ་ཟེར་ལབ་ནས་མི་འགྲིག་པ་མེད་ངེས་རེད། ད་སངས་རྒྱས་ཀྱི་སའི་ཡོན་ཏན་སྟོབས་བཅུ་ལ་བརྟེན་པ་སྟེ། སངས་རྒྱས་རྣམས་ཀྱི་ས་གཞན་དེའི་རྣམ་པ་ཀུན་ཏུ་ཞལ་དབྱེར་པར་རྒྱ་ཆེ་དེ་ནི་སྟོབས་བཅུ་དང་ལྡན་པ་ཡིན་པ་ཙམ་ཞིག་བརྗོད། ད་སངས་རྒྱས་ཀྱི་སའི་ཡོན་ཏན་དེ་ས་བཅུ་པོ་འདི་ལས་ད་དུང་གོང་མ་དེ་ལས་གཞན་ཡིན་ཙང། དེའི་ཡོན་ཏན་དང་དེའི་རྣམ་པར་སྨིན་པ་དེ་སྤྱད་དེ་རྣམ་པ་ཀུན་ཏུ་བློས་གཞལ་བར་དཀའ་བ་རེད། གཞལ་བར་ཡས་པ་རེད་གཞལ་མི་ནུས་པ་རེད། ད་དེ་འདྲ་བའི་ཡོན་ཏན་རྒྱ་ཆེན་པོ་དེ། ཚོ་བསྡུས་ནས་ལབ་པ་ཡིན་ན་སྟོབས་བཅུ་དང་ལྡན་པ་རེད་ཅེས་ནས། ལབ་པ་ཙམ་གྱིས་འགྲིག་གི་རེད། དེ་ཙམ་གྱིས་ལབ་གི་ཡིན་ཅེས་པ་ལྟར་སྟོབས་བཅུ་སོ་ཡ་དེ་སངས་རྒྱས་ཀྱི་ཡོན་ཏན་མང་པོ་ཅིག་ཡོད་པའི་ནང་ནས། སངས་རྒྱས་ཀྱི་ཡོན་ཏན་གལ་ཆེ་བ་གྲངས་ཀ་བཅུ་གཅིག་རེད་སྟོབས་བཅུ་དང་མི་འབྱེད་པ་བཞི་དང། ཐལ་བ་མི་མངའ་བའི་ཆོས་ཉིད་ལ་བསུ་བ་བྱེད་ན་གང་ལྟར་སངས་རྒྱས་ཀྱི་ཐུགས་བཅུད་ཀྱི་ཡོན་ཏན་དེ་བསྐྱེད་ལ། མངོན་རྟོགས་རྒྱས་ནས་སྡོམ་བརྒྱབ་ནས་བཤད་ཡོན་དུས་སྐབས་ལ་ཟག་མེད་ཡེ་ཤེས་བདེ་ཆེན་ཉེར་གཅིག་ཟེར་ཡ་ཞེས་བ་ད་ཁྱེད་རང་ཚོས་དེ་སྐབས་རྒྱས་པ་ལྟ་མྱོང་ཡོད་ན་དེ་ནང་ནས་ཤིང་གི་རེད་ཟག་མེད་ཡེ་ཤེས་བདེ་ཆེན་ཉེར་གཅིག་ད་འདི་སྐབས་ལ་རྒྱ་སྟོབས་བཅུ་སུ་ཡོད་པ་ཡིན་ཙང་སྟོབས་བཅུ་གྲངས་ཀ་དེ་འདས་པ་རྣམས་ལ་རྒྱབ་མི་འདུག་ཁྱེད་རང་ཚོས་རྒྱབ་ཤིང་གི་ཡོད་རྒྱུ་རེད་གནས་དང་གནས་མིན་ཕྱིན་པའི་སྟོབས་དང་ལས་ཀྱི་རྣམ་པར་ལྷུན་པ་ཕྱིན་པའི་སྟོབས་དང་མོས་པ་སྣ་ཚོགས་ཕྱིན་པའི་སྟོབས་དང་ཁམས་སྣ་ཚོགས་ཕྱིན་པའི་སྟོབས་དང་དབང་པོ་མཆོག་དང་མཆོག་མ་ཡིན་པ་ཕྱིན་པའི་སྟོབས་དང་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བ་ཕྱིན་པའི་སྟོབས་དང་དངོས་ཀྱི་གནས་དྲན་པའི་སྟོབས་དང། འཆི་འཕོ་བ་དང་སྐྱེ་བ་ཤེས་པའི་སྟོབས་དང། འཆི་འཕོ་བ་དང་སྐྱེ་བ་ཤེས་པའི་སྟོབས་དང། དེ་ནས་ཟག་པ་ཟད་པའི་སྟོབས་ཕལ་ཆེར་བཅུ་ཚང་ཡོད། དེ་འདྲ་བ་དེ་ལ་ཡང་སྟོབས་བཅུ་ཟེར་གྱི་རེད། དེ་ཡི་སྟོབས་ནི་རེ་རེ་ཡང་འགྲོ་ཀུན། འགྲོ་བ་ཀུན་བཞིན་དཔག་ཏུ་མེད། སྟོབས་རེ་རེ་གི་ཡོན་ཏན་འཇུག་གོ་གྱུར་ན་ཡང་སེམས་ཅན་ལ་ཐ་མལ་པ་ན་བཞིན་སྟོབས་རེ་རེ་གི་ཡོན་ཏན་དེ་ཡང་ཐ་མལ་པ་རེད། སངས་རྒྱས་རྣམས་ཀྱི་མཚན་མས་ཉིད། ཕྱོགས་རྣམས་ཀུན་གྱི་ནམ་མཁའ་དང། ས་ཆུ་མེ་རླུང་ཇི་ལྟ་བ་དེ་ཙམ་ཞིག་ཏུ་འགྱུར་བར་བས། ཨཱ་ད་དེ་རེད། བྱས་ཙང་སངས་རྒྱས་ཀྱི་ཡོན་ཏན་ཚད་མེད་པ་ཡིན་ཙང། ཕྱོགས་དང་ནམ་མཁའ་དང། འབྱུང་བ་བཞི་ལ་སོགས་པ། དེ་སུ་ནང་བཞིན་རེད་ཅེ་ནས་དེ་ག་སྲིད་ཀྱི་ལབ་ནི་མ་གཏོགས་གཞན་ལབ་ཡག་གལ་ཡོའ་མ་རེད། ཕྱོགས་ལ་ཐ་མལ་པ། ཕྱོགས་ཀུན་གྱི་ནམ་མཁའ་ལ་ཐ་མལ་པ། ས་ལ་ཐ་མལ་པ་ཆུ་ལ་ཐ་མལ་པ་མི་ལ་ཐ་མལ་པ་རླུང་ལ་ཐ་མལ་པ་ནང་བཞིན་སངས་རྒྱས་ཀྱི་ཡོན་ཏན་ཡང་ཐ་མལ་པ་རེད། ལབ་ནས་བཞག་ཤེས་དགོས་རེད་མ་གཏོགས་ཐ་མལ་ལུགས་མེད་དང་བཤད་ཐུབ་ཀྱི་མ་རེད་ཅེས་པ་རེད། མཁའ་ལྡིང་དབང་པོ་མཁའ་ལ་སྦྲུལ་སྦྲུལ་ནས་ནམ་ཞིག་རང་ཐུགས་སད་པའི་མདོག་འགྱུར་ཅིག། ནམ་མཁའ་གསལ་བས་ལྡོག་པར་མི་འགྱུར་ལྟར་ཁྱོད་ཀྱི་ཡོན་ཏན་བརྗོད་པའང་དེ་ལྟར་ལགས། འོ་ད་དེ་རེད་ད་ཡོན་ཏན། ཡོན་ཏན་བརྗོད་ཚར་ཡག་གས་ཡོའ་མ་རེད་ཅེས་པ་རེད། ད་དེ་ལ་མོས་པ་སྐྱེས་པས། འགྱོ་ལི་ཡ་སངས་རྒྱས་ཀྱི་ཡོན་ཏན། ཚད་མེད་པ་དེ་ཚོ་བསམས་ནས་ཨེ་ནས་བསོད་ནམས་ཚད་མེད་པ་གསོག་ཚུལ་དང། དེའི་ཆེད་དུ་ཡན་ལག་བསོད་ནམས་ཀྱི་སྲ་བརྐྱང་གི་གནད་བསྡུས་པ་ཡན་ལག་བདུན་དུ་བསྡུས་ནས་བཤད་ཚུལ་འདི་བསྟན་པ་རེད། གལ་ཏེ་རྒྱུ་ནི་དེ་ཙམ་དུ་ཚད་མས་ཉིད་དུ་མ་མཐོང་ན་སངས་རྒྱས་རྣམས་ཀྱི་ཚད་མེད་པ་དེ་ལ་ཡིད་ཆེས་མི་འགྱུར་བས་སངས་རྒྱས་ཀྱི་གོ་འཕང་འགྲུབ་བྱེད་ཀྱི་རྒྱུ་ཚད་མེད་པ་དེ་མ་མཐོང་བ་ཡིན་ན་ཨ་ནི་སངས་རྒྱས་ཀྱི་ཡོན་ཏན་ཚད་མེད་པ་དེ་ལ་ཡིད་མི་ཆེས་བ་ཡིན་ཙང་དེའི་མངལ་ལ་ཡང་ཨ་ནི་སངས་རྒྱས་ཀྱི་སངས་རྒྱས་འགྲུབ་པའི་རྒྱུ། སྨོན་ལམ་ཚད་མེད་པ་ལ་བསླབ་ཚུལ་དང་བསོད་ནམས་ཀྱི་ཚོགས་བསགས་སྟངས་ལ་ཚད་མེད་པ་ལ་བསླབ་ཚུལ་འདི་བཤད་ཀྱི་ཡིན། རྒྱུ་མཚན་དེ་ཡི་ཕྱིར་དུ། སངས་རྒྱས་ཀྱི་སྐུ་གཟུགས་ཡིན་ནའི་རེ། སྐུ་གདུང་གི་རིང་བསྲེལ་ལ་སོགས་བ་བཞུ་བའི་མཆོད་རྟེན་ཡིན་ནའི་རེ་དེ་འདྲས་ཀྱི་སྤྱན་སྔའམ། ཡང་ན་སྐུ་གཟུགས་དང་མཆོད་རྟེན་མེད་པའི་ས་གནས་གཞན་དུ་ཡང་རུང་སྟེ། འོག་ཏུ་འབྱུང་བའི་ཚིགས་སུ་བཅད་པ་ཉི་ཤུ་དེ། ཉི་མ་རེ་རེ་བཞིན་དུ་དུས་གསུམ་དུ་བརྗོད་དགོས་རེད། ཉིན་རེ་བཞིན་ཡང་དུས་གསུམ་དུ། ཞོགས་ཀའི་ཉིན་གུང་དགོངས་དག་བྱས་ནས་དུས་གསུམ་ལ་སྨོན་ལམ་དེ་འདོན་ན་ཡག་གོ་རེད་གསུངས་པ་རེད།